ཇེར་མ་ཕྱིན་གྱི། ལམ་ལུས་ཉམས་གུང་ན་ལ་ཡང། སེམས་བསྐྱེད་ཐིག་ཆོག་ལམ་གྱི་གཞུང་བཞིན་ཏེ། རླབས་ཆེན་སྤྱོད་པ་རྣམས་ཀྱི་གཞི་དང་རྟེན། ཚོགས་གཉིས་ཀུན་ལ་གསེར་འགྱུར་རྩི་ཐུབ། རང་ཅག་དགེ་ཚོགས་འདུ་བའི་བསོད་ནམས་གཏེར། དེ་ལྟར་ཤེས་ནས་རྒྱལ་སྲས་དཔའ་བོ་རྣམས། རིག་བྱེད་སུམ་ཅུ་ཐུགས་དམ་མཐིལ་དུ་འཛིན་ཤེས་ན་དེ་ཡང་རེད། སྟོན་ཉི་ཐུབ་པའི་ཤེས་རབ་ཐུགས་དམ་མཐིལ་དུ་འཛིན་དགོས་རེད་ཟེར་དེ་འདྲ་གང་ན་མི་འདུག་སྟོན་ཉི་ཐུབ་པའི་ཤེས་རབ་འདི། ཐེག་པ་ཆེན་པོའི་རྒྱུ་འབྲས་མཐའ་དག་ལ་གང་གི་གཞི་དེ་རྟེན་འདུག་རེད་ཟེར་དེ་འདྲའི་སྐད་མི་འདུག། དེ་དག་མཁས་ཆེན་པོ་ཤི་བོར་བཤགས། ཧ་ལས་པའི་རྩ་ཆེན་པོར་བཤགས། ཧ་ལས་པའི་རྩ་ཆེན་པོར་བཤགས།

ག་རེ་རེད་ཟེར་ལངས་ཡོང་དུས་ད་ཁོང་ཚོ་སྐྱེ་བ་ཐོག་མ་མེད་པ། ད་ལྟ་བུ་དང་དུ་བའི་ཡོན་ཏན་མཚན་སྙན་གྲགས་བཟོ་རྒྱུ་གཏོང་རྒྱུ་ངུ་རྒྱུ་བྱེད་ལ། འདི་གང་ལ་དོལ་ཇག་གི་ཕྱག་བཞེས་མཚན་ནས་དཔེ་མེད་པར་འགྲོ་བྱེད་དགོས་ད་དེ་འདྲ་གི་གནས་ཚུལ་གང་ལེགས་ཐོན་རེད། ཨ་ནི་ཁྱེད་རས་འདི་གང་ལ་འདི་གཞན་རིགས་སུ་རྒྱལ་གི་དེ་ནི་ཁོང་ཚོས་དེ་ཕྱིར་བཏང་གི་རེད། ད་ཁྱེད་རས་དེ་ལ་ཉེས་མིག་ཡོད་རེད་ཞེས་ནས་ཞོ་ཉེ་དུ་བཀོད་ཐེངས་ཡོད་རེད། ཨ་རེ་རེ་ཞིག་ལ་ཡིན་དུས་དུ་ངོས་ཡོངས་རྫོགས་ཀློང་གི་རྩ་དབང་དེ་བདག་ལྟ་བདག་ཅག་ལ་ཐུག་བཞག་བདག་ལྟ་བདག་ཅག་གི་རྐྱེན་གྱི་དབང་གིས་ནང་གི་སེམས་ཅན་ལ་ཆགས་པའི་ཆགས་པ་གཅིག་དང་བྱི་རུའི་ཡོ་བྱད་ལ་ཆགས་པ་བྱེད་པའི་ཆགས་པ་གཅིག་ཅེས་འདོད་ཆགས་དེ་ལ་ཁ་ལོག་ཆོ་མིག་གྱིས་བསམ་བློ་གཏོང་སྟངས་གཅིག་གི་སྟེང་ནས་ནང་དུ་ཚུལ་ཆགས་རྡོ་རྗེ་དང་ཕ་རྟགས་ཀུན་འཛིན་པའི་འཛིན་པ་ཞེས་དེ་འདྲའི་ལ་ཆགས་དེ་འཇུག་དེ་འདྲའི་ཡོང་དུས་དུས་དུ་ད་དེ་གའི་གང་ག་སྐྱོན་ཆེ་བ་ལྟ་བྱས་ནས་མི་ལ་ཕ་དེ་ཞེས་བརྗོད་རེད་པ།

དེ་ཡིན་གྱི་མི་གཅིག་ང་ཚོས་དེ་ལྟར་ཐུབ་པ་ཞིག་གོ། བྱེད་སྟངས་ཡི་གེའི་བྱེད་རྒྱུ་གསུམ་པ་ལ་ཡང། ཉན་ཐོས་དང་རང་སངས་རྒྱས་ཀྱི་ཚུལ་དུ་རུ་ཡོན་ཏུ་དང་དོལ་ཡན་ཡོན་ཏན་རེའི་མཚན་སྙན་བཀྲལ། དང་ཚུལ་གང་གི་ལ་ཡང། ཉན་ཐོས་དང་རང་སངས་རྒྱས་ལས་ཀྱང་འབུམ་འགྱུར་གྱི་སྐྱོ་བ་སྐོར་སིག་བ་རྒྱུ་མཚན་དེ་ལྟ། བརྒྱ་ཕྲག་མང་པོས་པའི་སྐྱོ་ཤས་ཆགས་སྐོར་སིག་བ་རྒྱུ་མཚན་དེ་ལྟ་བ། ག་རེ་རེ་བྱེད་ང་ཡོད་དུ་དོ། བདག་ལ་ཆགས་པའི་ཆགས་པ་ནང་སེམས་ཅན་བདག་ལ་ཆགས་པའི་ཆགས་པ་གཅིག་དང་ཕྱི་རོལ་གྱི་གཅིག་བགེགས། ཟུག་ཆུ་འཐུང་ཆུ་དང་གནས་ལྔ་ཡོ་བྱད་དང་མཚན་སྙན་སྒྲ་དང། རྒྱུ་ནོམ་པ་དང་བུ་བུ་མོ་དང་ཏིལ་ལ་ཆགས་པའི་ཆགས་པ་གཉིས་ཀྱི་དབང་གིས། ཨ་ནི་རང་ག་ཆགས་རྩེ་ཡ་གཅིག་དང་ཕི་གི་གས་ཆུམ་རྩེ་ཡ་གཅིག་འོ་བསམ་བློ་ཐིང་གོ། ཁོ་བི། རང་བྱིས་པ་ཚིམ་པའི་གཅིག་འཛིན་དང་ཁོ་གཉིས་གཉིས་རྐུབ་གཅིག་གིས་བཀྱག་བྱེད། ཧ་རུ་པ་རུ་རུ་བྱེད་བྱེད་ཁོ་གཉིས་ཁུ་ཐུ་གཅིག་ནང་ལ་བཀག་པ་གྱིས་དེ་གིས་རེད། གཅིག་བིན་གཅིག་རུ་བྱིན་གྱིས་རེད། ཁོ་མ་ཆགས་ཞབས་ན་ཕ་ཆོ་དེ་ཤུགས་ཆགས་ཐུག་གི་རེད།

མ་གཏོགས་གཅིག་གིས་ད་དངོས་བོའི་དོན་དེ་འགྲིག་གི་དོན་ནི་དེ་གཅིག་གི་དོན་ནི་ཁྱོད་འགྲིག་གི་མ་རེད་ཅེས་ད་ཡིད་བཞིན་ནོར་བུ་ལས་ཀྱང་ལྷག་པར་གཅིག་གི་དོན་ནི་དོན་གཅིག་འགྲུབ་པའི་བསམ་པ་དེ་གོ་རེ་ཞེས་ད་རྒྱུ་མཚན་དེར་ད། ད་འདིའི་ད་ག་རང་ཆགས་དེ་གྱོད་ད། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ད་ང་ཚོའི་ད་འདྲ་བོའི་དོན་ག་རེ་རེད་ཅེས་ང་ཡང་དུས་ད་སུ་སུ་དེ་གལ་ཆེན་པོ་ཤུགས་ཆེ་མཐོང། གལ་ཆེན་པོ་ཤུགས་ཆེ་ཡག་པོ་ཤུགས་ཆེ་བརྩི། རང་དེ་བས་སྐྱོན་མེད་པའི་ལྷ་བཀྲ་བ་ནང་བཞིན་པའི། ཤེལ་གྱི་མཆོད་རྟེན་ནང་བཞིན་པའི་དཀར་པོ་དཀར་རྐྱང་ཅིག་ལ་བརྩི། ད་ནི་ཙུག་གུ་ག་དུས་བཙུགས་འདི་ལས་ཕི་གའི་ཕ་རྐྱང་རྐྱང་བཙུགས་ཅེས་དོན་ཡག་ཅིག་ཡོང་དེ་གྱོད་པ།

ཨེ་ནི་སེང་གེ་རྣམས་ལ་ཡང། ཕུང་པོ་ལས་ངོ་བོ་ཐ་དད་པའི་བདག་ཡོད་མ་ལ་སྲེད་དེ་ཐག་པས་གཙང་མ་བ་ཆོད། གཅིག་ཐུག་ཕྲད་ཀྱི་རིགས་པ་ལ་བརྟེན་རྗེས་ཕུང་པོ་ལས་ངོ་བོ་ཐ་དད་པའི་བདག་དེ་བ་ཀ། བདག་གི་དོན་དུ་བདེན་པའི་དུ་མ་གྲུབ། བདེན་པའི་གཅིག་བྲལ་ཀ་བདེན་པའི་དེ་འགྲུབ་ཀ་ཞེས་དེ་གཞན་དུ་བསྟོད། བདག་ལ་ཆགས་པའི་ཆགས་པ་ས་ལ་རྫུས་བསྟོད། ང་རང་རང་ལ་རྫུགས་རྫུགས་རྒྱ་རུ་ཤེས་མ་ཐུབ་ཅིག་བདག་གཞན་ཤེས་ནས་རྫུགས་རྫུགས་རྫུགས་ས་བྱས་ཡེ་བྱ་མེད་དུ་རྒྱུགས་སོ་འདྲ། ཅི་ཡང་དྭངས་ལ་འཆང་དྭངས་ལ་འཆང་ཟེར་དུ་ཆགས་ཞེན་ཞེན་ནས་སྐྱེ་མཆེད་གོང་གོང་ལ་ཅིག་གྲུབ་གྱུར་པ་དེ་དག། ཅེས་བཟོད་པའི་ཆེད་ནས་སྐྱེ་མཆེད་ཕྱེ་ནས་འཛིན་གྱུར་པ་དེ་ཕུང་པོ་ལ་བརྩིས་ཞེས་དག་ལ་ཆགས་པའི་དབང་གིས། དག་འཕྲོའི་ཡག་གོ་རྒྱ་ཡག་གོ་ལོ་ཡག་གོ་ཟེར་བ་ཡང་དེ་ཡིན་དགོས་རེད། དེ་གས་ཕུང་པོ་གང་ལ་ཕྱིན་སོང། ཨ་ནི་ང་ཚོ་ཡང་བསམ་ཡག་གོ་གཏོང་ཨ། སེམས་ཀྱི་ཏིང་ཏིང་གི་རྩ་བར་འཛིན་པའི་རྩ་འཛིན་ཚུལ་ཡོད་པའི་ཕྱིར། རྟགས་དེ་ལ་ཡ། ཨ་ནི་གཅིག་གི་སོ་ཀྲུ་ཡ་དང་ཁྲུས་བྱ་དེ་མེའི་དྲིལ་བུ་དང་གཅིག་ལེན་པོར་བྱེད་ཀྱི་དེ་ཡག་སོ་ད། དཔེར་ན་ང་ཚོ་གཅིག་དཔེར་ན་ཁྱེད་རང་རྣམ་པས་དེའི་ཡ་ང་ལ་ཡ་རྟགས་དེ་བ་ཀི་ཏུ་ཏུ་བ་ལས། སེམས་ཀྱི་གཞི་རྩའི་འབུག་འབུག་མིག་གི་རྩ་བ་འཛིན་པའི་རྩ་འཛིན་དེ་ཡོད་ཙང་དེའི་ཤུགས་ཀྱི་དབང་གིས་ཨ་ནི་དཔེ་ཆ་ཁྲིག་གི་ཁྲིག་ག་ལས་ཏུ་ཏུ་བ་ཟན་དེ་འདྲ་གོ་འདྲི་ཁྲིག་གི་དེ་ཡག་སོ། སྟོང་ཁ་སོ་ཏུ་སོ་ཁྱོད་ཁྲིག་གི་ཏུ་ཡ་ལེན་པོར་བྱེད་ཅིག་དོན་བྱེད་ཀྱི། འོ་དེ་རྩ་བ་འཛིན་པའི་རྩ་འཛིན་གྱི་སྲོལ་འགོ། མིག་གི་འབུག་མིག་གི་ལྡིང་ལྡིང་མིག་གི་འོ་མིག་གི། སྟངས་ཁ་དེ་དམ་པའི་མིག་གིས་མཐོང་དུ་ཡ་དེ་ལས་རུ་བ།

ཁྱད་ཆོས་བཅུ་དྲུག་གཙོས་དེ་བཞིན་དུ་ད་ལྟ་དུའང་སྟེ་ཡིག་ཟི་ཕིང་ཐུག་གི་བཏགས་པ་རེད། ཐབས་ཤེས་གཉིས་པོ་དེ་གཅིག་གྲོགས་གཅིག་ཏུ་གྲོགས་འཁོར་བ་ཐབས་ཀྱི་ཤེས་རབ་ལ་གནོད་དེ་ཡགས་སོ་དང་ཤེས་རབ་ཀྱི་ཐབས་ལ་གནོད་དེ་ཡགས་སོ་དེ་འདྲའི་མ་རེད་པ་ཡ་ཁྲེས་ཆེ། གཅིག་གྲོགས་གཅིག་ཏུ་གྲོགས་འཁོར་བ། ད་དེ་གའི་བསམ་བློ་ཞིག་བཏང་ཅི་བྱེད། ད་དོ་དོན་རྟོགས་དོ་རུ་ཤི་སོང་དང་ལྕི་བར་འཛིན་པའི་གཅིག་འཛིན་ཆོས་ནི་མ་གྱུར་པ་ཞིག་ཁུར་ད་ད་རུ་བྱེད་པ་ཆགས་པ། ད་དེ་སྐྱེས་སོང་ན་དུས་ཚོད་ག་འདྲས་ཆེ་དང་ལུང་པ་ག་འདྲས་ཆེ་དང་མི་སུ་འདྲ་ཅིག་ལ་སྐྱེས་སོང་ད་དེ་གཉིས་ག་ནས་ཆེས་མོ་རིང་པོ་ཆགས་ས་རེད།

དོན་འཛིན་བང་སོ་ནས་བརྗོད་བྱའི་དམར་འཛིང་རྒྱ་བཟླས་པའི་ཁུ་དུག་དེར་དུ་དམར་འཛིང་སི་ཏུ་དུ། གཟུགས་པོ་རང་ཕ་ཚོ་ཐུགས་རུས་སྐྱེ་ནས་ཤ་དམར་པོ་ཐུགས་རུས་སྐྱེ་བྱེད་ད་ཙམ་ཞག་ལུས་པའི་ཁུ་དུག་དེར་བ། ཕ་ཚེ་ཆེ་ནས་ཕ་ཚེ་ཆེ་ནས་ལུང་པ་ཕ་ཆོ་ནས་ལུང་པོ་ཚུ་ཆོ་ལུ་ཡ། བ་ཚའི་དབྱུག་ཏུ་ཡག་སོ་འདྲེ་སྒྱོགས་མདའི་དབྱུག་ཏུ་ཡག་སོ་དེ་འདྲའི་མར་བ་དང། དམར་འཛིང་རང་སྐྱ་བའི་སྐབས་སོང་ཙང་ད་རང་སྐྱེ་བོ་འཛིན་པའི་སྤྱི་འཛིན། ཚུ་སྐྱོ་ཐུག་པོ་ཆུ་བོ་གོ་ཐིག་ཡོར་ད། ཁོ་ཐུག་ཐུག་ཐུག་ཐུག་ད་ཆུ་བོ་ད་དེར། ད་འདིའི་ཐོག་ནས་དག་ཞིང་མ་རུང་བྱེད་པས་ན་ཞེས་ད་རྒྱུ་མཚན་དེ་རེད།

དེ་སང་དག་ཤིང་ཐམས་ཅད་ལོ་གང་ཐང་མ་རྒྱུག། ད་ང་ཚོ་གལ་སྲིད་སང་ནས་བཤད་ན་ཀུ་ཀུ་འགག་དུ་མ་སོང་ནས་བརྩིག་ཡག་ཡོད་ན་མི་བཅུ་རྩ་གཅིག་གི་མི་གཅིག་གི་རྐང་ལ་ཡང་ཀུ་འགག་བཙུག་ཅེས་བཤད་གང་སྲིད་ཅི་སྟེ་ནས་བཙུག་གང་སྲིད་ད་ད་ལྟ་ང་ཚོ་ག་སོ་ད་རང་སྤྱི་བ་འཛིན་པའི་སྤྱི་འཛིན་གི་ཉེས་དམིགས་གོ་ཐུབ་མ་ནས་བསམ་བློ་བཏང་དེ་རེད་པ། ཟབ་བཅས་དེ་ཡིན་པ། རང་སྤྱི་བ་འཛིན་པའི་སྤྱི་འཛིན་གི་ཉེས་དམིགས་དེ་གོ་ཐུབ་མ་ནས་བསམ་བློ་བཏང་དེ་ད་ད་ཐམས་ཅད་ལོ་གང་སྐྱོན་ཡོངས་རྫོགས་ལོ་གང་ཆ་ཚང་ལོ་གང་རིགས་ཀྱི་ཐུགས་ཀ་དེ་ཡར་དྲུག་ཅེས་སྟངས་འཛིན་གང་ལ་སྤུངས་ཐུབ་ཅིག་གོ།

ད་རང་ཅིག་པུ་ཙམ་པའི་སྤྱི་མཚན་བཤད་དུ་དུག་སྦྲུལ་ནི་གཅིག་པུ་གཅིག་ཀྱང་ལྟ་ལམ་སངས་རྟོགས་རྣམ་པར་རྟོག། ཀུན་དགའ་བོ་སྦྲུལ་དུག་དྲག་པོ་མྱུར་དུ་ཁྱབ་འདུག་གོ། ད་དུག་སྦྲུལ་གོང་པོ་དུམ་བུ་ཡིན་པ་དུག་པོ་དཀྱོག་པོ་ཁྱབ་ཐུབ་ནི་ཧ་ལམ་པས། གཟུགས་པོ་ལ་སོགས་སྐྱབས་སུ་མནའ་ད་ཆོས་ཚོད་གཅིག་གཉིས་ད་ཆོས་ཚོད་ཕྱེད་ཀ་ད་དེ་འདྲ་རྣམས་གྲོངས་བྲོས་ནས་ཧང་སངས་ཡང་གོ་ད་པས་དུག་ཁྱབ་ཡག་འདི། གཞན་ཡང་འདི་ཤུགས་ཆེན་པོ་ཡོད་དུ་འཇོག་གོ་དེ་འདྲའི་གི་དུག་སྦྲུལ་དེ་འདྲ་ཡིན་ན་ད་མྱུར་དུ་འཕྲོད་འགྱུར་བ།

ང་ཚོ་བཀའ་གདམས་དགེ་བའི་བཤེས་གཉེན་ཚོས་ད་ཁོ་ན་མཛོད། བདག་འཛིན་ལ་ཡང་ཕི་གེ། ཁྲོ་བོ་རྒྱལ་བའི་རྟགས་འདི་ལ་ཡང། སྐད་ཅུ་ཙི་ཆེ་བ་ཙམ་གཅིག་གེ་ཕན་གི་རེ་བྱས་ན་ཀ་རུ་ཀ་རུ་ལ་ཡང། ཨན་དེ་མིན་ན་ཡང་མཐོ་སྒང་ལ་ཡང་གུང་སངས་བཅུག་སེ་གནས་གང་ག་ལེ་བེ་དེ་དུ་རུ་ཅི་ཅི་མ་ལྟོས། ཁོ་སྐྱེ་ཡིན་གི་འདུག་ན། ཨན་ཡང་དགོན་པའི་ཡང་མཐོ་སྒང་ལ་གང་ཙི་མི་ཙི་གི་ར་སྒོ་མཐོ་སྒང་ལ་ཡང་བཙའ་ཅི་ཨན་ག་ས་ག་ལ་བལྟས་ལྟོས་ད། ཨན་དབང་པོའི་ཡུལ་དུ་ཆོས་གསར་པ་ཅིག་གླེང་ལྟོས་ད་ཨན་ཡེ་ཤེས་རྟོགས་པ་དེ་དེ་བ་ལ་ཕར་བྲོ་ཡ་ཅིག་གི། ཤི་ཡང་ད་ག་འདུག་རེ་རྒྱབ་བྱས་ལྟོས་ད་ཨན་གལ་སྲིད་ང་ཚོ་སེ་ཨན་ཤི་ན། གཟུང་ལུང་ཞུ་དགོས་རེ་ད། ཉིང་ལུང། སྙིང་རླུང་གཞུང་གཉིས་ཀྱི་མི་མང་ཤངས་ཏེ་རྒྱན་ཚོགས་ལམ་རུམ་ཅིག་ཅིག་ཡོད་རེད། ད་དངོས་གནས་བྱས་ནས་དཔེ་ཆ་བཏགས་ཉིན་ཅིག་དང་བྱ་ཡུལ་ཞིག་ཉམས་ལེན་བྱེད་ཉིན་ཅིག་ངོ་ནས་བསམ་དང་སྙིང་རླུང་ལང་ཀི་ཟེར་འདི་ངོ་ཚ་ཡག་སྐད་ཆ་རེད། སྙིང་རླུང་དེ་སྤུ་གཟུགས་རྩའི་ཐོག་ནས་ད་རང་གཅེས་འཛིན་ག་ཚད་ཀྱི་ཤུགས་ཆགས་ཡོད་རེད་གོ་དེ་འཕྲད་གི་དེ་སྙིང་རླུང་ལང་ཀི་རེད། གཟུགས་རླུང་ཤུགས་ཀྱི་རེད། གལ་སྲིད་ངས་བཤད་ཚེ།

ཨ་ནི་དེའི་རྐྱེན་ཅི་ཞེ་ན་བྱེད་ཐུང་ངུ་ཞིག་ཡིན་པ་ཅིག་དང་བྱེད་འོས་པ་ཅིག་དང་བྱས་ན་བྱེད་ཡ་ཡོད་དུ་ཡོད་ཅིག་དེ་འདྲའི་མང་པོ་ཅིག་གིས་གུ་གུ་མང་པོ་ཞིག་ཤོར་སྤྲོད་ཧ། མང་པོ་ཅིག་ལ་རྟགས་གསལ་སུ་དང་ཅིག་འགྲེལ་བྱས་ནས་འགྲེལ་བྱེད་མང་ངེས་ཕུད་འགྲེལ་བྱས་ནས་འགྲེལ་བྱེད་མང་ངེས། རྟགས་ཁ་ཤས་ལ་གནས་ཚུལ་ལྷག་སྲིད་ཁ་ཤས་ལ་གནས་ཚུལ་ལྷག་སྲིད་ཐབས་ཤེས་ཁོ་རང་ཡོད་མ་རེད། ཁོ་བ་ས་དེ་ཚེ་བས་ཞུགས་གོ། ཡག་སོང་ངོ་ནས་ཅིག་བསམ་སྟངས་ཞུགས་གོ་སྡུག་སོང་ངོ་ནས་ཅིག་བསམ་སྟངས་ཞུགས། གང་ལྟར་སེམས་ཅན་ཡིན་ནའང་བྲང་ཁོང་འདི་ན་ལས་ཚེ་བའི་ཞུ་བ་བཅུད་ཀྱི་སེམས་ཅན་དང་སྣོད་ཀྱི་འཇིག་རྟེན་གང་དྲན་ཕྱིན་པ་ཆགས་ཚུལ་ནི་སྐྱོན་ཡོན་དྲན་མ་རེད་མ་གཏོགས་གཅིག་གིས་སྐྱོན་རྐྱང་རྐྱང་ལ་བྱེད་འཇོག་གི་གནས་ཡོད་མ་རེད། ཡོན་ཏན་རྐྱང་རྐྱང་ལ་བྱེད་འཇོག་གི་གནས་ཡོད་མ་རེད། འཁྲུལ་ཡོད་མ་རེད། དཔེར་ན་སྡེ་བ་གཅིག་གི་ཞིང་ཁམས་དེ་ཞི་བྱེད་རེ་བྱས་པ། ཕྱོགས་གཅིག་ནས་བོད་མི་ཟི་རིང་པོ་དེ་ཞི་བ་རེ་བྱས་ཕྱོགས་གཅིག་ནས་སྔོན་བསགས་སོར་མོ་ཟད་འགྲོ་དགོས་རེ་བྱས་པ། བོད་མི་གཉིས་དང་མཚུངས་ང་ཡང་བསགས་པ་ཟག་ཡོད་མ་རེ་བྱས་པ།

རང་བཞིན་དྲེད་མོ་རང་བཞིན་དུ་གྲོགས་དེ་གཉིས་ཀྱི་རླུང་དེ་ཡར་ཤུགས་ཆགས་ཡོད་རེད། རྩ་དང་རླུང་གཉིས་པོ་དེ་ཤུགས་ཆེན་པོ་ཡར་ཆགས་དུས་གཟུགས་པོའི་ཡི་གེའི་ནད་འགོག་གི་ནུས་པ་དེ་ཤུགས་ཆེན་པོ་ཡོད་རེད། ཨ་ནེ་ཆང་པ་སོགས་ནི་སྦྲང་མ་རེ་འདྲ་བྱིས་པ་གཅིག་ཕོག་རྒྱུའང་མ་རེད་ད། དེ་དངོས་གནས་སྡུག་ཅག་རེད་སྲོག་རླུང་ང་ཚོ་དཔེ་ཆ་གཅིག་སྲོག་རླུང་ནར་སོན་སར་ད་གཅིག་ཚག་ཚག་གི་བྱས་ཡག་སར་དེ་ཞབས་འདྲེར་ད། ཕུགས་སུ་སྡུག་པའི་སྐྱེ་བྱེད་རེད། དེ་སྐྱེ་བྱེད་ཡག་གི་ཁྱོན་ནས་མ་རེད་སྙིང་གི་ན་ཚ་གཅིག་བྱས་མར་གཅིག་སར་དུ་སོང། ད་མི་གཅིག་དོར་དེ་གཅིག་ཁྱིམ་པ་དུ་ཅོག་ཉོ་གོ་བྱས་ཤ་ཕོར་གཅིག་བྱས་ད་དོང་ཙམ་ཀུ་ཡོང་གི་རུ་བ།

ད་ཕུང་པོའི་ཚོགས་པ་དེ་རྒྱུན་དུ་ཡ་གྱལ་ཏེ་གང་ལ་ལྟོས་བ་མེད་པར་བྱེད་ཀྱི་སྟེང་ནས་ཧྲིག་ཏུ་དགའ་བའི་ཚུལ་དྲུག་གསུངས། འཁོར་སོགས་གསུངས། གཟུགས་ལ་འབྲེལ་བ་མི་འདུག་ག་ཚོར་བ་ལ་འབྲེལ་བ་མི་འདུག་ག། ཁོ་བཟོད་མ་སོང་ཁོ་ཁས་བཟོས་དེ་འདྲས་ཟེར་གྱི་མི་འདུག་ག། ཁོ་ཁས་བཟོས་མ་སོང་ཁོའི་སྐྱོ་ལུས་ཡོད་དོ་ཅོག་ཉོན་མོངས་སུ་ད་དེ་འདྲས་བཟོ་རོགས་ལབ་ན་ད་ཁྱོད་ནི་ཨ་མཁན་དང་པོ་དེ་རེད་སྐྱབས་སུ་མཆི་ས་རྒན་ཉམས་ལེན་པ་རེད་གཟུགས་ཉོན་མོངས་ལ་གཟུགས་རོགས་བྱས་ན་དེ་འགྲིག་གི་འདུག་དེ་ཁྱོད་ནི་གཟུགས་རོགས་བྱེད་ཀྱི་ཡང་མ་རེད། མི་ཁོ་ཁྱེད་ནི་ཁོང་ཁྲོ་ཟ་དེ་དེ།

ད་ང་ཚོ་ཐུག་བལྟས་ཡོད་དུ་ལྟོས་འདོད་ཆགས་སྐྱེས་ཡོད་དུས་ཁོ་ཡིད་དུ་འོང་བའི་ཆ་ཡོད་རེད་ཡིད་དུ་མི་འོང་པའི་ཆ་རེད་ཡོད་ནི་ཡིད་དུ་འོང་བའི་ཆ་དེ་ང་ཚོས་སྣང་ཡོད་དུ་ལྟོས་དེ་ཁོའི་ཆ་ཐམས་ཅད་ཡིན་པའི་སོ་ཅིག་ལ་བསམ་བློ་བཏང། ཡིད་དུ་འོང་བའི་ཆ་དེའི་ཆ་ནས་དེ་ཚོའི་སྣང་ཡོད་དུ་ལྟོས་ཡོད་ནི་དེའི་ཕི་གིའི་དོན་དེ་ནས་དེའང་ངའི་ཕ་སྐད་ཤེས་པ་ཅིག་དང་དེ་འདྲའི་གི་སྐད་ཁྱོད་དངོས་གནས་བྱས་ན་ཡིད་དུ་མི་ཆོག་གཅིག་མ་གཏོགས་བརྒྱ་ཆ་དུ་མ་སོང་གཅིག་མ་གཏོགས་ཡོད་མ་རེད་ངས་བརྒྱ་ཆ་བརྒྱ་ཐམ་པ་ཕ་ཡིད་དུ་འོང་བཟོས་སོང། དེ་ཕ་ངའི་སྐྱེས་མཆོག་རེད་པ། དེ་བསམ་བློ་ཁྱོན་ནས་མེད་པ་ཆེ། ཨ་ནི་མེ་ཏོག་རེད་ཅེས་ལ་ཆ་ཚང་མ་ལེན་ནས་ཡིད་དུ་འོང་བ་ཆགས་དགོས་ཡ་རེད་འདི་ལྟ་རྣམ་ཤེས་ལ་བྲེལ་བ་ཡོད་རེད་ཆོས་ལུགས་ལ་བྲེལ་བ་ཡོད་རེད་སོན་ལ་བྲེལ་བ་ཡོད་རེད་དྭགས་པོ་རྒྱ་ཐང་གི་ཐོག་ལ་བྲེལ་བ་ཡོད་རེད། དྭགས་པོ་བྱེད་མཁས་ལོས་བྱེད་ད་ཁོ་ཁྲོས་ལོས་བྱེད་དོ་ད་དོ་བསམ་བློ་ཁྱོན་ལ་གཏོང་གི་ཡོད་མ་རེད་ད་རྒྱུ་རྐྱེན་འདི་གས་ལ། བསྟན་ཅིང་འབྲེལ་བར་བཅོམ་ཟེར་ནས་མང་པོ་ཞིབ་བརྗོད་རེད་པ་ད་ག་ས་ག་ལ་བྲེལ་བ་ཡོད་རེད་པ་ག་ས་ག་ལ་བྲེལ་བ་ཡོད་རེད། དགེ་ལགས་ད་རེས་འདིའི་དཔེ་ཁྲིད་ལ་བསྟན་ཡུལ་ཚིག་གཅིག་གོ་མ་ཚུམ་འདུག་པའི་སོ་སོ་ནང་གི་དུག་དཀར་མོའི་མ་རྩུབ་རུ་གསུངས་བསྡད་ཀྱི་འདུག་ད་དེ་ཐུག་ཁག་མེད་གལ་སྲིད་ཁྱེད་ཉིད་ཡང་དེ་སྤུ་གུ་གཅིག་གཉིས་གཅིག་ཡང་དེ་བྱས་སོང་ཡང་དེ་ད་ལྟ་དེ་མ་སོང་འོ་དེ་འདྲ་གི་རྒྱུ་རྐྱེན་ཡོད་རེད་པ། ང་ཚོས་དེ་བསམ་ན་ཆོས་ནང་བཏང་བའི་རྒྱུ་རྐྱེན་གང་འདྲ་ཡིན་མིན་བཙལ་བྱོས་ཆོས་ནང་བཏང་གི་མ་རེད་པ། ཁོ་རེ་ཁ་ཐུག་ངོ་གདོང་དག་ལངས་སམ་བཏང་བྱས་ཨ་ནེ་ཁོའི་ཡིད་དུ་བའི་ཆ་གཅིག་འདུག་ན་དེ་ཁོའི་ཆ་ཐམས་ཅད་གང་ལ་བརྩིས་ཡིད་དུ་མི་འོས་པའི་ཆ་ཐམས་ཅད་ལ་གང་གི་ནག་བསུབ་བཏང་འོང་འདུག་ཅེས་ལྟོས་བྱ་གྱི་འདུག། འདོད་ཆགས་ལྡན། རང་མཚན་ཉིད་ཀྱི་གྲུབ་པའི་མཚན་པའི་འཛིན་པ་རེད། རང་མཚན་གྱི་གྲུབ་པའི་མཚན་པའི་འཛིན་པ་རང་རེད། ལྟ་ཞེ་ན་སྐྱེ་ཡིན་དུས་ཡིད་དུ་འོང་བའི་ཆ་མཆོག་ཏུ་རེ་དཔེར་ན། བྱང་སེམས་སྟུག་པོ་ཅིག་ཆགས་སོང་ངས་དེ་གཅིག་བསད་ན་ཕྱིན་ན་ང་འདི་བཙོན་དེར་ཕྱིན་པར་བསད་ན། དཔེ་ཆ་ཡག་པོ་ཡོད་རེད་རྫུན་པོ་ཡོད་རེད་དགེ་ཕྲུག་ལ་འཁྲིག་ཡོད་རེད་ཡག་པོ་ཤྟག་རེད། ད་ངས་བལྟས་དུས་དེ་སྐྱོ་མོ་ལོ་གཉིས་མཐོང་གི་འདུག་ཞེ་སྡང་རི་སྐྱེས་ཇེ་མཐོང་རོ་ཅིག་མི་འདུག་བ་ཇེ་དོག་པོ་ཅིག་མཐོང་རོ་ཅིག་མི་འདུག་ད་ད་འདི་དེ་ཡིད་དུ་མོ་མོ་མཐོང་དུས་ཁྱོད་དེ་ཕ་ཅོག་དགེ་མཚན་གྱི་ཆ་དེ་གི་གང་ཆ་ཚང་ནག་གསུབ་བཏང་སོང་ཨ།

ད་དང་བ་གཉིས་གསུམ་གྱི་ཆ་ར་རྨ་ཆུ་ཆར་དཔེར་ན་ང་ཚོ་ད་ལྟ་ཆ་མཚོན་པ་ནི་ད་བ་བཞི་བརྩེགས་ཀྱི། ཁ་ལག་ཡག་ཧོར་བྱེད་པ། ཚད་ནི་ང་མང་པོར་བྱེད། ཡག་ཧོར་བྱེད་ཅང་ར་རྨ་ཆུ་སོན་ས། ད་ཆ་དང་སེམས་ས་དེ་གོམ་པ་ཕྱེ་ལྟས་ཁུ་ནུ་བ་དེ་འདྲ་ཆགས་འགོ་ད། ད་བ་དེ་འདྲ་ད་རང་བྱེད་པ་འཛིན་པའི་སྤྱི་མཚན་དངོས་གནས་ཅི་ང་ཚོས་བསམ་དོང་ཞིག་འདི་ཁྲ་ར་རི་མོ་མོག་པོ་ཞིག་དང་ང་ཚོ་དངོས་གནས་སམ་ད་ཉམས་ལེན་དངོས་གནས་བ་ཐུགས་ཆེ་གུག་འདུག་ད། ཕྱི་ལོག་ལ་དངོས་འཛིན་ཆུ་འཇུ་ཡུལ་རི་བྱེད་ད་དུ་བ་དག་རི་དེ་རིགས་སུ་ཁས་མོག་བ་བྱེད། སེམས་ང་ནག་ནས་བ་དེ་གས་སམ་དང་བྱེད་བྱེད་ད།

ད་ཡིན་ན་ཏོ་ཡག་ག་ཅོར་ཤ་ཡག་ག་ཅོར་ཁུ་ལོ་ཡག་ག་ཅོར་བྱེད་ན། ད་ཉི་མ་ག་ཏོ་ད་གྱང་རིམ་ཅོ་ཏོ་ད་ང་ཚོ་སུང་པུ་རི་མ་ཏོ་ཅིག་གི་དེ་སུ་སུ་གོག་རུ་བ་ད་ཡག་དེ་ཁུ་ནུ་ཆུ་ཤོར་ཀིར་ཏ་ས་ཆུ་གོག་རུ་བ་གྱང་རིམ་ཅོ་ཏོ་དེ་འདྲ་བྱ་གི་བ་ཡོད། ད་འདྲ་སུང་གི་ཏོ་ད་ཉི་མ་གི་ཆུ་ཆུ་གང་ལོ་ཆུ་ཆུ་གང་སིམ་ཤུག་གི་པི་ཆ་ཤས་གི་ཆ་ཤས་གི་ཆ་ཤས་ཚེ་ཅི་ད་དེ་མི་འདུག་ད་ཆ་ཚང་ཐར་ཤ་ད་དུ་དུ་ཏོ་དྲིན་དྲིན་གི་སིམ་ཤུག་ཡོད་ཏ། ཉི་མ་གྱིས་ཤིང་ནུབ་སུ་བུ་ཆེན་པོ་ཕེ་མེ་ན་ཤུག་དེ་བུ་ཀི་ཏུ་ལི་ཡ། པ་ལ་གཅིག་གིས་ནམ་སྲས་ཨ་ཁུ་ཞིག་ཅིག་ཕུལ་བའི་གྲྭ་བྱས། ད་ཁོ་རང་གི་བས་བས་པས་གཡའ་བྱས་ནས་དབྱེ་འབྱེད་བཏང། ད་ང་ཚོ་ད་བས་གི་ནས་གཡའ་བཤོས་གནང་གི་ཡོད་ཤེས་འདུག་ཨོ་བས་སུས་འདི་ཨོ་མའི་འོག་ཏུ་ནས་མ་བོའི་འོག་ཏུ་མ། ད་འདི་གི་ཏུ་ཏོ་ཏེ་བས་ཤིག་རང་ཡོད་མོད་པ། ཨོ་མའི་ཏུ་བས་འདི་གཡའ་བཤོས་རེད་འཇམ་བཤོས། ད་འདི་འཇིང་པའི་སྔགས་ཏུ་གཅེན་མགོ་སྔགས་ཏུ་ཏུ་རྩུབ་པོར་ཤོག་རེད། ད་འདི་རེ་བཟོ་དམ་སྲས་བསྟན་བཅས། ཟན་བཟོས་རྣམ་པས་ན་ཤ་འདུབ་བཟོས་རྣམ་པས་ན་ཀུན་དགའ་བཟོས་རྣམ་པས་ན་འཇིགས་བཟོས་དང།

ད་བཞི་བོ་ཆེ་ངོ་ཚ་གསུམ་པོ་ཐོག་ད་དངོས་གནས་གཅིག་ད་ལམ་ལུགས་མེད་པའི་རིགས་ལ་བལྟས་ནས་དུག་རིགས་བཞི་བོ་ཆེ་གྱོད་པས་བྱང་ཆུབ་སེམས་གོམས་ཡོད་ཕྱིར་གཟིགས་ཀྱི་ཡོད་རེད་མིང་ལས་ལམ་ལུགས་ཆེན་བཏགས་ཤོག་རེད་ད་ང་གཅིག་བྱས་དཀྲུག་གི་ང་གཉིས་བྱས་དཀྲུག་གི་ཨ་མ་སང་སང། ད་བསྟན་པ་གཅིག་བྱས་དཀྲུག་གི་འདུག་བླ་མ་ཀུན་ནས་བྲལ་བ་ཕེབས་དཀྲུག་གི་འདུག་གཅིག་སྒོམ་པའི་འཆད་ཉན་ཉམས་དཀྲུག་གི་འདུག་སེམས་ཅན་གྱི་སྐྱིད་སྡུག་ལ་གཅིག་དོ་ཕོག་ཐེག་དཀྲུག་གི་འདུག་ད་གང་དྲག་ཅི་དྲག་ཟེར་ནས་མིག་ཆུ་དག་ཉན་ནས་ད་གཏང་རིན་ཆོག་དོར་པ་དེ་བཅས་མེད་པ། ད་ད་དོ་བ་གོམས་པ་ཅིག་བཞི་བོར་བལྟ།

ད་འཁོར་ལོ་རྣམ་པ་ཐམས་ཅད་དུ་ཁ་བརྡའི་ཕྱག་དེ་ནི་རང་བྱིས་པ་འཛིན་པའི་སྤྱི་འཛིན་ལ་ཁ་བརྡའི་ཕྱག་དོན་གྱི་ཡི་གེ། གཞན་བྱིས་པ་འཛིན་པའི་སྤྱི་འཛིན་དེ་སྐྱེ་བ་འཕོས་ནས་ལས་མ་བྱས་པའི་ཕྱིར་ན་ཉག་ཐུན་མི་ཤིས་ཏེ་འདིར་བཤད་ངོ་ཤོག། གང་ལྟར་འདི་ནས་མ། དཔེར་ན་ང་འདྲ་བ་རེ་ཅིག་ཆ་ཚང་མས་ད་ལྟ་ལོ་ལྔ་བཅུ་ངེས་ངང་རེད་དེ་ནས་མ། ལོ་དྲུག་ཐམ་པ་དུས་ཀུན་ནས་བཀྲ་དུས་བཞི་ཐམ་པ་དུས་ཀུན་ནས་བཀྲ་གང་ལྟར། གསུམ་པོ་བསྟོད་པའི་དགོས་དོན་གཅིག་རང་ཡོད་དུས་པ་དེ་ཕྱིར་ཐུབ་མ་ཐུབ་ཀྱི་གནས་ཚུལ་རེད་མ་གཏོགས་གཅིག་གི། བསམ་བློའི་ཁྱད་གསོད་བྱེད་རིང་ཕྱིན་ན་གསུམ་པོ་བསྟོད་དུས་ཀྱི་དགོས་དོན་དེ། མི་རིགས་ཕན་ཐོགས།

ཨ་ནི་ང་ཚོ་ཁ་སིང་འགྲོ་བ་ཞོག་ཧོ་སྐྱས་སུ་ལ་བུ་སྐྱས་སུ་ཐ་ན་དངུལ་གནས་དཔེ། ཁོ་རང་ཚོ་ཁྱིམ་ཚང་ནང་ལ་མི་ལྔ་ཚོ་དྲུག་ཚོ་མ་གཏོགས་ཡོད་མ་རེད་དྲ་བའི་བཞི་བརྒྱ་ལྔ་བརྒྱ་ད་ཧང་ཁ་བསད་ཤི་ད་དྲག། ཨ་མོ་ད་བྱས་སོང་དེ་ད་བཀའ་དྲིན་འདུག་གོ་དེ་ད་ག་ལྟས་དུས་ད་ཧ་གོ་འདུག་ཨ་བམ་པོ་ཡ་ནི་མ་རེད་རྒྱན་གཞོན་ནུ་མ་རེད་གེ་གེ་མ་རེད་དེ། ད་པ་ཏས་ཅི་བསམ་བློ་མ་བཏང་ན་དེ་བས་ཟ་ཤག་ཤག་འཐུང་ཤག་ཤག་བྱས་དེ་ཤག་ན་ད། ཏག་ཏག་ཁྱོད་འདས་མོ་ང་ཚོ་བོད་པའི་གཏམ་དཔེ་རྣམས་ལས་མི་རྒྱུ་གསར་བ་ལྕགས་ཀྱི་འགྲམ་པ་སེ་ལབ་རེད་དེ་བཅུ་དགུ་མར་ད།

ཨ་ནི་དེ་དོག་པོ་ཤོག་དོག་ནི་ཅི་མ་རུང་དོག་པོར་གྱུར་ཅིག་ད་དེ་ཙམ་གྱི་ད་ལྟ་དེ་ག་མ་རེད་ད་དེ་ཡང་ཁོ་ཚིག་སྐྱོན་པོ་ཆགས་སེམས་ཀྱི་ནང་ནས་དེ་གས་ཀྱི་ཉེས་དམིགས་དེ་གས་ཆ་ཚང་མཐོང་ད་དེ་རང་གཅིག་པུ་འཛིན་པའི་སྤྱི་འཛིན་གྱི་ཉེས་དམིགས་ཆགས་སོང་དེ་གས་མཐོང་ཤེས་དང་ཁོ་པའི་ཐབས་ཤེས་རྣམ་པ་གང་འདྲ་དོག་ཨ་ནི་གླིང་དོན་སྙིང་ལ་སྙིང་དང་ནི་མར་མེ་སྟོན་ལ་མར་མེ་དང་གནས་མལ་སྟོན་ལ་གནས་མལ་དང་དང་ནི་ལུས་ཅན་བྲན་དུ་བའི་ཀུན་གྱི་བྲན་དུ་གྱུར་པའི་ཤོག་ས་དེ་བ་ཅིག་དང་ད་སོ་སོ་བད་བློས་བཏང་ནས།

རང་གི་སྤྱི་གཙུག་ལ་ཡང་ངོ་བོ་རང་གི་དྲིན་ཅན་བརྩེ་བའི་བླ་མ་ཡིན་པ་ཅི་ལ་ཡང་རྣམ་པ། ཨ་ནུ་བྷ་བ་སྤྱན་རས་གཟིགས། དེ་ག་ནས་ཤིག་ངེད་ཅིག་བླང་དང། གྱིས་ཤིག་བླང་དང་བ། ཨ་ནུ་གྲོམ་འདོད་བ། ཨ་ནུ་གསུས་པ་ཆེན་པོ་འོ་དང་ཀ་དམ་སྐྱེ་བའི་ཤིང་དེའི་གང་ག། ཅེ་ར་མ་ཤིང་དེའི་གང་ག་མ་གསལ་ཐབས་ཤེས་ད་གཅིག་བརྩེ་བསམ་བཏང་ནས་དྲི་གིས་མི་འགྲོ། ད་དེ་དྲ་བ་བརྗོད་ཁྱེད་རང་རྣམ་པ་གཅིག་པ་གཅིག་ཀྱང་ཅི་ཡོང་བ་ཤོག་གམ་དང། དེ་ནས་བཟུང་སྟེ་ཇི་སྲིད་སེམས་ཅན་ཁམས་རྣམས་མ་སོགས་པ་དེ་སྲིད་བར་དུ་རང་གཅེས་པར་འཛིན་པའི་གཅེས་འཛིན་ལ་རྣམ་པ་ཐམས་ཅད་དུ་སྐྱོན་དུ་གཏད་དོན་གྱིས་ཤིག།

པ་སུས་གཏོལ་མེད་ད་དམྱལ་བ་སྒོ་འབྱེད་པའི་ཕྱིར། མི་དེ་འདྲའི་གདུག་ཕོག་དུག་ལ་ག་ཚོད་སྒོམ་ཉེན་ཡོད་རེད་པས་ཤེས་བྱ། ཨེ་ཅེ་ཇིབ་སི་དུ་གོ་འཕང་ལུང་རིག་སྐུ་གོང་མ་དང། ད་དེ་འདྲའི་ལོ་རྒྱུས་ཡོད་ད་ད་ང་ཚོ་ཟ་ཟོ་ཆུ་ཁོ་རེད་རང་གཅིག་པ་འཛིན་པའི་སྤྱིན་སྲིད་ས་ད་དེ་རིང་གེ་སར་ང་ཚོ་དུ་བ་དེ་ཅི་ཅིག་ཇུས་བྱ་ས་མ་མ་ཇུས་བྱ་ས་སྟབས་ཡག་ས་འདྲ་མ་ལ་མ་ཏོག་ཅིག་གེ་པེ་ས་ངོ། དེའི་རྗེས་སུ་རང་གཅིག་གིས་ལྟོས་ད། དེ་ཁྱེད་ད་ཡོད་ད། དེ་དགེ་སློང་མ་དགུ་མགྱོགས་ཀྱི་གནས་ཚུལ་དེ་ཡིན་པ། སྙེ་མ་རྐུན་མ་མང་པོ་ཤི་བོ་ཞིག་གི་དུང་འདི་བ་ཀི་ཏུ་ལ་དེ་འདྲའི་མ་མཆིས་སུ་ལབ་ཅེས་དེ་བཤད་དེ་བཞུགས་བ་མཐར། ཨེ་ཞེ་ད་དེ་གའི་གང་གི་ད། ཤི་མེ་དྲག་ཚིག་པར་ཟད་ཅིང་ང་ཚོ་ད་གཏམ་རྒྱུད་ཞུས་ཚར་ཡིན་པ་སྙིང་པར་བ་འོ་དེ་རེད། ད་གཞན་སྤྱི་བར་འཛིན་པའི་སྤྱི་མཚན་དེ་བསམ་དོང་ཨ། ལྷག་པར་དུ་འཛིན་གྲྭ་ན་ཚ་དང་གོམ་པ་ན་ཚ་ལ་ད་དེ་བཞི་བ་ཅུ་གོ་ད། གྱོང་བཏོད་དེ་ཁྱེད་ད་ག་གི་ཅིག་ཡོང་བ་ད། ད་དེ་ཡང་སྨོན་ལམ་སྐྱབས་སྤྱི་གཙུག་ལ་ཡོད་དུ་ཉོ་གི་བླ་མ་དེ་གོམས་གཤིས་པའི་ངང་ནས་ད་དེ་གའི་སྨོན་ལམ་གྱི་དོན་གྱིས་གི་བསམ་བློ་དེ་གའི་ཆ་ཚང་བཏང། ཤུགས་ཆེན་པོ་བྱེད་པ་བཟོས་ཆེད་རིགས་ཀྱི་སྨོན་ལམ་བསྐྱེད་ཅིང་སྨོན་ལམ་བསྐྱབས་འདི་བྱས་པ་ལ་བརྟེན་ནས། སྤྱིལ་བུ་ཚངས་པའི་སྤུ་གུ་ལ་ཞུགས་ཏེ་འཇོག་གི། བླ་མ་བློ་བཟང་ཐུབ་དབང་རྡོ་རྗེ། ཐུགས་བཞེད་བརྙེས། ཐུགས་དེ་བརྙེས་པ་ལ་བརྟེན་ནས་བདུད་རྩི་སེར་པོ། ནི་དེ་འདྲའི་གཅིག་དང་འོད་ཟེར་གྱི་རྣམ་པར་སྤྲོས་པ་དེ་འདྲའི་རྒྱུན་མོག་མོག་མ་འཛག། རང་གི་བ་སྤུ་སྤུ་གུ་ཐམས་ཅད་ནས་མ་བཏང་ཞིག་ཨ་ནི། རང་སྤྱི་བ་འཛིན་པའི་གཅེས་འཛིན་གྱི་ཉེས་དམིགས་མཐོང་བ་ལ་ཡ། དང་གེགས་བྱེད་ཉིད་ཀྱི།

ད་འང་ད་གསོན་རུང་ཤི་རུང་ཐར་རུང་རྒུད་རུང། རང་གཅེས་འཛིན་ལ་རྟག་པ་བསྟེན་རྒྱུ་རང་ཡིན་སྐྱོན་དུ་བཏུལ་རྒྱུ་རང་ཡིན་ཁོ་སྤངས་གང་ཐུབ་བྱེད་རྒྱུ་དེ་ཡིན། སྤྱོད་ལམ་དྲན་བྱ་ཉེ་དུ་གི་སྤྱོད་ལམ་ཅི་བྱུང་བ། གསུམ་པོ་སྟོད་ཀྱི་ཡུལ་ནས་བསྒྲགས། དེང་དུས་ཀྱི་ཀྱི་ཤི་ལང་དམ་པས་གསུངས་སོང་ངོ། མིག་གིས་མ་མཐོང་པ་བྱས་ནས་བསྒྲགས་ཨམ་ཅོག་མ་གོ་བ་བྱས་ནས་བསྒྲགས་ཞྭ་གྱོགས་བྱས་ནས་བསྒྲགས། རྣ་བ་བས་ནས་བསྒྲགས་གཞན་གཅེས་པར་འཛིན་པའི་གཅེས་འཛིན་མ་ཆོག་པ་ཅིག་ད་རང་གཅེས་པར་འཛིན་པའི་གཅེས་འཛིན་མ་སྐྱེ་ཡག་ཅིག་ད། འོ་ད་དེ་འདྲ་བསམ་སྟངས་ཤོག་འོད་སྲུང་པ་དེ་དེ་ཞུ་བ་དེ་ཐག་ཆོད་དེ་ད།